ད་ལྟ་ཁྱེད་ཀྱིས་གསན་བཞིན་པ་འདི་ནི། རྒྱལ་པོ་དྲི་མེད་ཀུན་ལྡན་གྱི་རྣམ་ཐར་བཞུགས་སོ། དེ་ནས་རྒྱལ་པོ་ཡབ་ཡུམ་གྱིས་མདུན་རི་དེ་ལ་གཟིགས་པས་རི་དེ་ཡང་ཁ་ལྷོར་ལྟ་བ། ཉི་མ་འཆར་བ་ལྔ་བ་རྒྱས་པ་འཆི་བ། གཡེང་བའི་ལྕགས་ཆུ་མེད་པ། གཙང་བའི་ཆུ་ཕྲན་འབབ་པ། བྱ་སྣ་ཚོགས་ཕན་ཚུན་རྩེ་བ། ཨིར་ནའི་ཤིང་ཐོག་ཡོད་པ། ས་གཙང་ཞིང་མེ་ཏོག་སྣ་ཚོགས་རྒྱས་པ། ཡིད་དྭངས་ཤིང་མདངས་དང་ལྡན་པའི་གནས་དེ་རུ། ཤིང་ལོའི་སྤྱིལ་བུ་རེ་བྱས་ནས། རྒྱལ་ཕུད་ནི་སེམས་ཀྱི་དོན་ལ་ལྟ་ཞིང་བཞུགས། བཟང་མོ་ནི་རྒྱང་ཙམ་ཞིག་ཏུ་བསྡད་ནས། སྐབས་སྐབས་སུ་ཤིང་ཏོག་རེ་འཐུས་ནས་རྒྱལ་བུ་ལ་མཆོད་དོ། དེ་ནས་ཡུན་རིང་པོ་ཞིག་ལོན་པའི་ཚེ། བཟང་མོས་རྒྱལ་བུའི་དྲུང་དུ་ཕྱིན་ཏེ་ཞུས་པ། གང་གི་བློ་གྲོས་དག་ཅིང་མི་སྨྲ་བས། གཞོན་ནུ་དྲི་མེད་ཀུན་ལྡན་བདག་ལ་སོན། གནས་ཆེན་འདི་རུ་ལོ་ནི་བཅུ་སོང་ངོ། བར་ལམ་ཟླ་དྲུག་ཚུར་ལམ་ཟླ་བ་དྲུག། ལོ་དུས་རང་ཡུལ་སླེབས་པ་སྙམ་པ་འདུག། དེ་ཡི་བར་ལ་དལ་གྱིས་བྱོན་ན་མི་ལེགས་སམ། ཞེས་ཞུས་པས་རྒྱལ་བུས་གསུངས་པ། བཟང་མོ་མ་ཡེངས་དར་གྱིས་བདག་ལ་ཉོན། ཐུབ་པས་ལུང་བསྟན་ནགས་ཁྲོད་དམ་པ་འདིར། མི་མཐུན་གཡེང་བའི་ལྕགས་ཆུ་རབ་སྤངས་ཏེ། ཏིང་འཛིན་དགའ་ལྡན་བདེ་བའི་གནས་འདི་རུ། དགེ་སྦྱོར་འཕེལ་བས་མི་འགྲོ་དེ་རུ་སྡོད། ཅེས་གསུངས་ནས་བསམ་གཏན་ལ་ཞུགས་སོ། དེ་ནས་བཟང་མོས་ནགས་ཀྱི་མཐའ་ཞིག་ཏུ་ཤིང་ཏོག་འཚོལ་དུ་ཕྱིན་ནས། ནགས་དེ་ན་སྤུ་སྡུག་མཛེས་པའི་ནེ་ཙོ་སྨྲ་མཁན་ཞིག་དང་འཕྲད་པ་ལས། བཟང་མོས་ནེ་ཙོ་དེ་ལ་སྨྲས་པ། མཛེས་སྡུག་ལྡན་པའི་བྱ་ཆེན་སྨྲ་མཁན་གྱིས་ཡིད་འོང་མཛེས་ཤིང་ལྷག་པར་མོས་པ་དང། སྒྲིབ་པ་ཁ་དོག་ལེགས་ཤིང་དམར་བའི་ཆུ། མི་མེད་བདུད་རི་ཆེན་པོ་དེར་སླེབས་ཚེ། རོ་མཆོག་ལྡན་པའི་མི་བཟད་མེད་པས་ན། ནགས་ཀྱི་དཀྱིལ་དུ་ཤིང་ཏོག་འཚོལ་དུ་འོང། འདབ་ཆགས་བྱ་ཡི་ལུས་ལ་སྨྲ་ཤེས་མཁན། བདག་ལ་དགོས་པའི་འབྲས་བུ་ག་ནས་མང། ཆ་ཆེན་ཁྱེད་ཀྱིས་བདག་ལ་བསྟན་དུ་གསོལ། ཞེས་སྨྲས་པས་ནེ་ཙོ་དེས་ཤིང་དེའི་རྩེ་ལ་ཕར་ཤིག་ཚུར་ཤིག་ལན་གསུམ་བྱས་ནས་སྨྲས་པ། གཞོན་ནུ་ལང་ཚོ་ལྡན་པའི་བཟང་མོ་ཁྱོད། ལྟ་བའི་མདོ་ལས་འཇམ་ཞིང་དྲི་མཆོག་ལྡན། ཡིད་འོང་འདོད་དགུ་རིག་བཅུད་ལྡན་པ་ཡི། ཁྱེད་ཀྱི་ཞལ་ནི་ལྟ་བ་ཉག་གང་འདྲ། བདག་ཡིད་ཁྱོད་ལ་སོང་བས་རྒྱ་མཚོར་ལྷུང། འཛུམ་པའི་མདངས་ལྡན་ལྷ་མོ་ཁྱོད་མཐོང་དགའ། གང་འདོད་འབྲས་བུ་བདག་གིས་བསྟན་པར་བྱ། ཞེས་ཟེར་ནས་ནེ་ཙོས་བཟང་མོ་ཤིང་ཏོག་ཡོད་སར་ཁྲིད་ནས། ཨེར་ཏནའི་སྡོང་པོ་གཅིག་གི་རྩེ་ལ་སོང་སྟེ། འབྲས་བུ་མང་པོ་ཕབ་པས་བཟང་མོ་ཡིད་དགའ་ཞིང་ཤིང་ཏོག་གིས་ཚིམ་པར་གྱུར་ནས་སྨྲས་པ། བདག་བྱ་ཁ་ལ་འཕུར་བའི་རྫུ་འཕྲུལ་ཅན། འབྲས་བུས་བདག་ཚིམ་དགེ་ལྡན་ཁྱེད་རང་གིས། རིགས་མཐུན་རྣམས་དང་ལེགས་པར་རྩེ་འདོད་ལ། བདེ་བར་བཞུགས་ཤིག་རིགས་མཐུན་གྲོགས་ཀྱི་ཚོགས། བདག་ཀྱང་མྱུར་དུ་མཇལ་བའི་སྨོན་ལམ་ཞུ། ཞེས་སྨྲས་པ་དང། དེ་ནས་ནེ་ཙོ་དེས་ཤིང་གི་རྩེ་ལ་བབས་ཏེ་གོམ་པ་བརྒྱད་ཅུའི་བར་དུ་སྐྱེལ་མ་བྱས་ནས་སྨྲས་པ། སྐྱེ་ལྡན་ལུས་རྫས་རིགས་བསགས་ཚུལ་བསྟན་ཁྱོད། མཛེས་པའི་སྤྱོད་པ་ཡིད་འོང་ལྷ་མོའི་གཟུགས། ཨུཏྤལ་འཛུམ་བག་ཅན་ཁྱོད་བདེ་བར་བྱོན། ཚེ་འདིར་མི་འཕྲད་ཕྱི་མ་མཇལ་བར་སྨོན། ཞེས་སྨྲས་ནས་ནེ་ཙོ་ཡང་ཕྱིར་ལོག་གོ། དེ་ནས་བཟང་མོས་ལོག་ཡོང་བའི་ལམ་ཁ་ཞིག་ཏུ། ཆུ་དྲག་པོ་ལྷང་ལྷང་འབབ་ཅིང་འདུག་པ་ལས། བཟང་མོའི་བསམ་པ་ལ་ཆུ་འདི་འབེ་ལྡའི་ཡུལ་དུ་འབབ་ལས་ཆེ། བདག་གིས་ལྕམ་སྲིང་གསུམ་དང་འཕྲད་པར་སྙམ་ནས་སྨྲས་པ། ཆུ་མཆོག་དར་དཀར་ལུས་ལ་གྱོན་པས་ཆབ། བཀྲེས་སྐོམ་དབུལ་ཕོངས་སེལ་བའི་བདུད་རྩིའི་ཆུ། དྭངས་ཤིང་རྒྱུན་ཆད་མེད་པར་བསིལ་བའི་ཆབ། ཤིན་ཏུ་ཡིད་འོང་སྙན་པའི་སྒྲ་སྒྲོག་ཅིང། ཐག་རིང་ས་འདིར་བྱོན་པའི་ལམ་ཁ་ན། བདག་གིས་ལྕམ་སྲིང་གསུམ་དང་འཕྲད་ལས་ཆེ། འཕྲད་ན་ང་ཡི་འཕྲིན་འདི་ཁྱོད་ཀྱིས་སྲུངས། ཡབ་ཡུམ་སྐུ་ཁམས་བཟང་ཞིང་བདེ་བར་ཡོད། མཛེས་སྡུག་རིག་ལྡན་གསུམ་གྱི་ཚེ་ལ་ཡང། གློ་བུར་ནད་ཀྱི་བར་ཆད་མེད་ལས་ཆེ། ཡབ་ཡུམ་སྲས་བཅས་བྲལ་ནས་ཡུན་རིང་བས། ཡུན་རིང་བར་དུ་ཐུགས་ཡིད་སྐྱོ་བ་ལྡན། སྙིང་དང་བྲལ་བའི་སྡུག་བསྔལ་བྱུང་ལགས་ཏེ། ལན་ཅིག་ཐོག་ཏུ་མི་བསྐུར་ཀ་མེད་བྱུང། ལོ་ནི་བཅུ་གཉིས་འགྲོ་བ་མྱུར་དུ་ཡོད། ཡབ་ཡུམ་སྲས་བཅས་མྱུར་དུ་མཇལ་བར་ཡོད། ཞེས་སྨྲས་ནས་ལོ་འཁོར་དེ་ནས་ལྕམ་རྫིང་གསུམ་པོས་ཆུ་དེའི་འཁྲིས་ན་ཡར་ཤིང་དུར་བྱོན་པས། ཆུ་དེས་ཡབ་ཡུམ་གྱི་འཁྲིས་རྣམས་སྲས་གསུམ་ལ་སྤྲད། དེར་སྲས་གསུམ་ཡབ་ཡུམ་དྲན་པའི་སྟབས་ཀྱིས་ཡབ་ཡུམ་གྱི་མཚན་ནས་འབོད་ཅིང་ངུས་སོ། དེ་ནས་སྲས་མོ་ལེགས་མཛེས་མས་རི་མཐོ་བ་གཅིག་གི་རྩེ་ལ་བྱོན་པས། ནམ་མཁའ་ནས་ཚུར་བྱ་ཀ་ལ་པིང་ཀ་ཞིག་གསུང་སྙན་པོ་འགྱུར་བ་ཞིག་འཕུར་བྱུང་བས། དེའི་དུས་ལེགས་མཛེས་མ་སེམས་པ་སྐྱོ་ཞིང་བྱ་སྟེ་བདུད་རིའི་ཕྱོགས་ལ་འགྲོ་ལས་ཆེ། བདག་གི་ཡབ་ཡུམ་གཉིས་དང་ཕྲད་ཡོང་སྙམ་ནས་སྨྲས་པ། འདབ་ཆགས་གང་དགར་འཕུར་བའི་ཉམས་དགའ་བ། ཀ་ལ་པི་ཀའི་གསུང་སྙན་སྐྱུ་རུ་རུ། ཀ་ལའི་གསུང་སྙན་ཐོས་པས་བདག་ཡིད་སྐྱོ། བྱ་ཆེན་ཁྱོད་ཀྱི་ཐུགས་ཡིད་མ་འཚབ་པར། ཁོ་མོ་སྐྱོ་བའི་ཐད་དུ་ཐུགས་གཏད་མཛོད། བྱ་ཆེན་བདུད་རིའི་ཕྱོགས་ལ་གཤེགས་ལགས་སམ། བྱ་ཆེན་ཁྱེད་ཉིད་བྱོན་པའི་ལམ་ཁ་ན། བདག་གི་ཡབ་ཡུམ་གཉིས་ཡོད་འདི་སྐད་གྱིས། ཡབ་ཡུམ་སྐུ་ཁམས་བཟང་ཞིང་བདེ་ལགས་སམ། འདི་ན་བདག་ཅག་ལྕམ་རྫིང་གསུམ་པོ་ལ། གློ་བུར་ནད་ཀྱི་བར་ཆད་མི་འབྱུང་སྟེ། ཡབ་ཡུམ་གཉིས་དང་བྲལ་བའི་སྡུག་བསྔལ་གྱིས། རང་སེམས་སྐྱོ་ནས་ཉིན་མཚན་མ་འཁྱོལ་བས། བདག་ཅག་ལྕམ་རྫིང་གསུམ་ལ་ཐུགས་རྗེས་གཟིགས། མྱུར་དུ་མཇལ་བའི་གསུང་འཕྲིན་བྱུང་ལགས་པས། མྱུར་དུ་མཇལ་བའི་མཐུ་དང་དབང་ཡོད་ན། ལྕམ་སྲིང་ཐུགས་ཀྱིས་དགོངས་ཏེ་མྱུར་དུ་བྱོན། ཞེས་པའི་འཕྲིན་བྱ་ལ་བསྐུར་རོ། དེ་ནས་བྱ་དེས་མདུན་རིའི་ཕྱོགས་སུ་ཡབ་ཡུམ་གཉིས་ལ་འཕྲིན་གྱིས་སོ།